རྣམ་པ་ལྷན་རྒྱས་ཁམས་བཟང་ལྷ་སའི་ལོ་རྒྱུས་མདོར་བསྡུས་ལས་གཉིས་པ་གྲོང་ཁྱེར་འཁྱགས་རོམ་གྱི་སྐོར་དེ་རྣམ་པ་ཚང་མ་ལ་དཔྱད་ཞུ་རྒྱུ་ཡིན། དེ་ནི་རྡོ་ཆས་གསར་པའི་དུས་ཀྱི་ལྷ་སའི་ཆུ་ཀོང་སྣ་ཤོར་ལས་ཤེས་རྟོགས་སོང་བར་ཟད། ལོ་ངོ་སུམ་སྟོང་ལྔ་བརྒྱ་ནས་ལྔ་སྟོང་ཡོད་གོང་ལྷ་སའི་འཁོར་དུ་ས་ཞིང་འདེབས་ལས་གཙོ་བོ་དང་སུག་རིགས་གསོ་ཚགས་ཀྱི་ཞོར་དུ་ཟད་པའི་དཔལ་འབྱོར་འཚོ་བའི་གོམས་སྲོལ་ཆགས་ཟིན་ཡོད། དེ་ནས་རྡོ་ཆས་གསར་པ་གི་དུས་ཀྱི་གནའ་རྫས་རྙིང་པ། དེ་ནས་དེ་ཚོ་གི་སྟེང་ནས་བརྟག་ཡོང་དུས་ལྷ་ས་གི་ཁོར་དུ་ན་ལ་ཡོད་པ་གི་དེ་ནས་མི་དེ་ཚོ་ལོ་ངོ་སུམ་སྟོང་ལྔ་བརྒྱ་ནས་ལྔ་སྟོང་ཡི་གོང་ནས་གནས་ནས་དེ་ནས་ས་ཞིང་འདེབས་ལས་དང། འབྲོག་པ་གི་འབྲོག་ལས་དང། ཞིང་པ་གི་ཞིང་ལས་དེ་ཚོ་བཟུང་ནས་དེ་ནས་འཚོ་བ་རོལ་ནས་འདུག་ཤུགས་ཡོད་པ་དེ་རྫོགས་ཏེ་དེ་ནས་རྡོ་རྗེ་གསར་པའི་དུས་ཀྱི་གནའ་རྫས་རྙིང་པ། ཉེ་ཆར་ལྷ་སའི་ཆུ་ཀླུང་སྣ་ཤོར་ནས་མཐོང་ཡོང་བ་གི་གནའ་རྫས་རྙིང་པ་དེ་ཚོ་གི་དེ་ནས་དཔང་རྟགས་ར་གསར་པོ་བྲིས་ཡོད་རེད། དེ་ནས་དུས་རབས་དྲུག་པ་གི་མཇུག་དང་བདུན་པ་གི་མགོ་རུ་དེ་ན་ལ་དེ་ནས་གནམ་རུ་སྲོང་བཙན་ཡིན། གནམ་རུ་སྲོང་བཙན་ཟེར་དུས་སྲོང་བཙན་སྒམ་པོའི་ཕ་ར། དེ་ནས་ཚོ་བ་ཁག་གཅིག་རྒྱུ་བཟོ་བའི་ཆེད་དུ་ཡར་ལངས་སྐོར་དམག་དོང་སྟོབས་ཤོག་དེ་ལྷ་སའི་སོགས་སུ་བྲོངས། དེ་ནི་གོང་དུ་དག་ན། ད་འཚོ་བ་མང་པོ་ཅིག་བྱིས་ནས་དེ་ནི་སོ་སོ་གི་དེ་ནི་སྡེ་བ་དེ་གི་དཔོན་པོ་བཟོ་རྒྱུ་དང། དེ་ནི་ལུང་པ་དེ་གི་དེ་ནི་རྒྱལ་པོ་བཟོ་རྒྱུ་ལ་སོགས་པ་དེ་འདྲའི་གི་འཚོ་བ་མང་པོ་ཅིག་བྱིས་དུ་ཡོད་པ་དེ་ཚོ་ཚང་མ་དེ་གཅིག་གྱུར་བཟོ་བའི་བྱིས་དུ་དེ་ཡབ་གནའ་བོའི་སྲོང་བཙན་གི་དེ་ནི་ཡར་ལངས་གི་དམག་དོང་སྟོབས་ཤུགས་དེ་ལྷ་སའི་སོགས་སུ་བགྲོང་བ་རེད། དེ་ནས་སྲིད་ལོ་དྲུག་བརྒྱ་བཅུ་བདུན་གྱི་ལོ་སྟེང་ལ་སྲོང་བཙན་སྒམ་པོ་མེ་གྲོ་གོང་དཀར་གྱི་རྒྱ་མ་ཁྲི་སྒང་དུ་གནས་པའི་ཕོ་བྲང་ཟམ་པ་མི་འགྱུར་དུ་སྐུ་འཁྲུངས་བ་རེད། དེ་ནས་དགུང་ལོ་བཅུ་གསུམ་ལ་སང་དུས་ཡར་ལངས་ཚོ་བ་གྱི་དཔོན་རིགས་ནང་ཁུར་འཁྲུགས་ནས་གནམ་རི་སྲོང་བཙན་དེ་ངན་ལུང་གྱི་དོག་ཕོར་ནས་བསྐྲུངས། སྲོད་ལོ་དྲུག་བརྒྱ་དང་བཅུ་བདུན་གྱི་ལོ་ལོ་སྲོང་བཙན་སྒམ་པོ་དེས་མ་འགྲོ་གོང་དཀར་གྱི་རྒྱ་དམག་ཁྲི་སྒང། དཀར་དེ་ནས་ཕོ་བྲང་ཟམ་པ་མི་འགྱུར་དུ་སྐུ་འཁྲུངས། དེ་ནས་ཁོང་དགུང་ལོ་བཅུ་གསུམ་ལ་སོན་དུས་ཡབ་རྣམ་ར་སྲོང་བཙན་དེ། དེ་ནས། བློན་པོ་ངན་པ་དེ་ཚོ་གོ་དོག་ཕོར་ནས་བཀྲོངས་སོང་བ་རེད། དེ་ནས་སྲིད་དབང་ཐོར་ཡིག་འབྲུག་ལ་ཉེ་བའི་འགག་རྩའི་དུས་དེར་སྲོང་བཙན་སྒམ་པོ་བཙན་པོའི་ཁྲི་ལ་འཁུགས་ཅིང། དེ་ནས་སྲིད་དབང་དེ་འཐོར་ཞིག་འགྲོ་ལ་ཉེ་ཡབ་གནམ་རི་སྲུང་བརྩི་བཀྲོངས་ཚར་དང་འགག་རྩ་གི་དུས་དེ་ན་ལ་དེ་ནས་སྲུང་བརྩི་སྒམ་པོ་དེ་བཙན་པོ་གི་ཁྲི་ལ་འཁོད་པ་རེད། དེ་ནས་ཁོང་གི་མངའ་འོག་དཔུང་གི་སྣེ་ཁྲིད་དེ་ངན་རླུང་ལ་འཁྲིམས་སྐྱུག་དང། ཨོ་ཡ་དེ་ཁོང་གི་དང་སྣེ་ཁྲིད་དེ་ནས་དེ་ནས་བློན་པོ་ངན་པ་དེ་ཚོ་ལ་འཁྲིམས་སྐྱུག་བཟོ་རྒྱུ་དང་དེ་ནས་སྔ་བསེར་དྭགས་པོ་དང་ཀོང་པོ་ཉང་པོ་དང་སུམ་པ་སོགས་མངའ་འོག་ཏུ་བཅུགས། དེ་ནས་ཁོང་གི་བློན་པོ་ངན་པ་དེ་ཚོ་ལ་འཁྲབ་ཅིག་བཟང་པོ་དེ་ཚོ་ལ་དཔའ་དར་དཀྲིགས་ནས་དེ་ནས་ཁོང་གི་སྣེ་ཁྲིད་དེ་ནས་དེ་ནས་དྭགས་པོ་དང་ཀོང་པོ་ཉག་པོ་དང་སུམ་པ་ལ་སོགས་པ་དེ་ཚོ་ཚང་མ་དེ་དེ་ཁོང་གི་མངའ་འོག་ཏུ་བཅུག་པ་རེད། དེ་ནས་མཚོ་བོད་མཐོ་སྒང་སོགས་ཡོངས་ནས་གཅིག་གྱུར་བཟོས་ཐོག་བཙན་པོའི་རྒྱལ་རབས་དངོས་སུ་བཙུགས་པ་དང་སྲིད་དབང་གི་ལྟེ་གནས་དག་ལྷོ་ཁ་ནས་ལྷ་ས་ལ་བུད་པ་རེད། ད་དེ་ལ་སོགས་པ་གམ་ཚོགས་དབུ་མཐོ་སྒོང་དང་ནི་དེ་ནས་དེ་ཚོགས་ཚང་མ་དེ་གཅིག་གྱུར་བཟོད་པ་མ་ཚིག་པའི་དོན་བཙན་པོའི་རྒྱལ་རབས་དངོས་སུ་རྩོད་པ་དང། སྲིད་དབང་གི་སྟེང་ནས་དེ་སྔོན་མ་ལྷོ་ཁ་ལོག་དུས་དེ་དག་ཚང་མ་དེ་དེ་ནས་ལྷོ་ཁ་ནས་ལྷ་ས་ལ་བུད་ཡོང་བ་རེད།